བཀྲ་ཤིས་བདེ་ལེགས། དེ་ནས་དེ་རིང་ང་ཚོ་ཤེས་བྱ་ཀུན་ཁྱབ་མཛོད་རྩ་བ། སློབ་ཚན་བཞི་བཅུ་པ། དུས་འཁོར་དར་ཚུལ་འདིའི་སྐོར་ལ་འགྲེལ་བཤད་མདོར་བསྡུ་ཞིག་བརྒྱབ་ཡ་དེ་འདྲ་ཡིན། དེ་ནས་རྩིས་ལུགས་པ་དང་གཏུག་ཞབས་ཆེ་ཆུང་གིས་སྤྲུལ་འཁོར་རྒྱུད་ལ་སེམས་འགྲེལ་དར་བར་མཛད། རྩ་བ་དེ་འདྲ་ཅིག་གསུངས་པ་རེད། ནས། སྤྱིར་ན། བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པས། བཀའ་བར་བ་མཚན་ཉིད་མེད་པའི་ཆོས་འཁོར་དེ། ཆས་གོས་ཕུང་པོ་རི་ལ་བསྐོར་བ་རེད། དེ་དང་དུས་མཉམ་དུ། རྒྱ་གར་ལྷོ་ཕྱོགས་དཔལ་ལྡན་འབྲས་སྤུངས་ཟེར་བ་གི་ས་ཆ་དེ་ལ། དུས་འཁོར་གྱི་རྒྱུ་འདི་གསུངས་པ་རེད། གསང་སྔགས་ཀྱི་ཆོས་གསུངས་པ་རེད་ཟེར་ནས་སྔོན་ལ་ང་ཚོས་བཤད་པ་རེད། ནས་དུས་འཁོར་གྱི་རྒྱུ་གསུངས་པ་དེ། ཤན་པ་ལའི་རྒྱལ་པོ། ཆོས་རྒྱལ་ཆོས་རྒྱལ་ཟླ་བ་བཟང་པོ་གིས། བཀའ་སྡོད་བྱས་པ་དང། ཤན་པ་ལའི་ཡུལ་དུ་དར་བར་མཛད་པ་རེད། མ་ཚད་ཤན་པ་ལའི་ཡུལ་དུ་དུས་འཁོར་གྱི་དཀྱིལ་འཁོར་བཞེངས་པ་དང། དུས་འཁོར་གྱི་རྒྱུད་སྡེ་ལ་འཆད་ཉན་བྱེད་པ། དུས་འཁོར་གྱི་རྒྱུད་སྡེ་ལ་བརྟེན་ནས་སྤྲུལ་པའི་གོ་འཕང་ཐོབ་པ་ཧ་ཅང་མང་པོ་བྱུང་བ་རེད། དེ་འདྲ་ཅིག་རེད། དེ་ནས་རྗེས་སུ་ཡང། དཔེར་ན་གྲུབ་ཆེན་ལུའི་པ། ང་ཚོ་སྒང་དུ་བཤད་པའི་བདེ་མཆོག་གི་རྒྱུད་རྒྱ་གར་དུ་དར་བའི་སྐབས་དེ་ཡས་མས་སུ་དུས་འཁོར་གྱི་རྒྱུད་སྡེ་གི་ཆ་ཤས་ཙམ་རེའམ་ཡང་ན་དུས་འཁོར་གྱི་རྒྱུད་སྡེ་གི་བཤད་ཚུལ་ལུགས་སྲོལ་དེ་འདྲ་རྒྱ་གར་དུ་དར་ཡོད་པ་རེད། དཔེར་ན་གྲུབ་ཆེན་ལུའུ་བ་གིས་མཛད་པའི་བདེ་མཆོག་གི་ཆོས་སྐོར་གྱི་བསྟན་བཅོས་དེ་འདྲ་ནང་ལོགས་ལ། དུས་འཁོར་བསྡུར་རྒྱུད་ནས་ལུང་དྲངས་བ་དང། འགྲེལ་ཆེན་བཀྲིས་མའི་འོད་ཀྱིས་ཚིག་དྲངས་བ་དེ་འདྲ་ཡོད་པ་རེད། ཡིན་ཙང་སྐབས་དེ་ལ་ཡང་རྒྱ་གར་དུ་དུས་འཁོར་གྱི་གཞུང་ལུགས་ཉུང་ཙམ་རེ་དར་ཡོད་པ་རེད། ཡིན་ན་ཡང་རྒྱ་ཆེན་པོ་དང་ཤུགས་ཆེན་པོ་དེ་འདྲ་མ་བྱུང་བ་རེད། འོ་ན། རྒྱ་གར་དུ་དུས་འཁོར་གྱི་གཞུང་ལུགས་དུས་འཁོར་གྱི་བསྟན་པ་དེ་ག་དུས་ནས་ཤུགས་ཆེན་པོ་དར་བ་རེད་ཟེར་བ་ཡིན་ན་རྩིས་ལུགས་པ་ཟེར་བ་འི་གྲུབ་ཆེན་ཁོང་གི་སྐབས་སུ་དར་བ་རེད། རྩིས་ལུགས་པ་དང་དེ་ནས་རྩིས་ལུགས་པ་ཆུང་བ་ཟེར་བ། ཡང་ན Panchita Acharya ཟེར་བ། དེ་གཉིས་བརྒྱུད་ནས་དུ་ཤད་པ་ཆེ་བ་དང་དུ་ཤོད་པ་ཆུང་བ་ལ་སོགས་པའི་སློབ་དཔོན་མང་པོ་ཅིག་བརྒྱུད་ནས་དུས་འཁོར་གྱི་བསྟན་པ་དེ་འཛམ་བུ་གླིང་དུ་དར་ཞིང་རྒྱས་པར་བྱས་པ་རེད། དེར་དུས་ཞབས་ཆེ་ཆུང་གིས་དུས་འཁོར་རྒྱུད་བླངས། དུས་འཁོར་གྱི་རྒྱུད་བླངས་པ་རེད། གང་ནས་བླངས་པ་རེད་ལབ་ན། ཤམྦྷ་ལ་ནས་བླངས་པ་རེད། རྩིས་ལུགས་པ་གིས་ཤམྦྷ་ལའི་རྒྱལ་པོ་རིགས་ལྡན་གྱི་སྤྲུལ་བའི་དགེ་སློང་གཅིག་རེད་བསམ་སྟེ་ཁོང་གི་སློབ་མ་པཱནྟྲི་ཏཱ་ཨཱརྱ་རཡ་ལ་གནང་བ་དང་པཱནྟྲི་ཏཱ་ཨཱརྱ་རཡ་གིས་དུ་ཤེས་པ་ཆེ་བ་ལ་སྣང་བ་དེ་འདྲ་ཅིག་རེད་དུ་ཤེས་པ་ཆེ་བ་ཁོང་གིས་བན་ཁྲི་དང་ཨར་ཅེ་ར་ལས་བསད་ནས་ད་དུང་དེས་ཀྱང་ཐུགས་མ་ཚིམས་པ་འདོད་པ་མ་ཁང་བར་རང་ཉིད་ཤམ་བྷ་ལ་རུ་ཕེབས་པ་རེད། རང་ཉིད་ཤམ་བྷ་ལ་རུ་ཕེབས་པའི་ལམ་བར་དུ་རིགས་ལྡན་གྱི་སྤྲུལ་བས་ཡང་དགེ་སློང་དེ་འདྲ་ཅིག་ལ་མཇལ་ནས་དུས་འཁོར་གྱི་རྒྱུད་སོང་མན་ངག་རྣམས་དབང་བསྐུར་ཕྱིན་ཅི་ལབ་ནས། དུས་འཁོར་ལ་བརྟེན་ནས་གྲུབ་པ་ཐོབ་པ་དང་དེ་ནས་རང་ཉིད་ཤམ་པ་ལ་རུ་ཕེབས་ནས་དུས་འཁོར་གྱི་རྒྱུད་དང་དུས་འཁོར་དང་འབྲེལ་བའི་བསྟན་བཅོས་དེ་འདྲ་མང་པོ་རྒྱ་གར་དུ་གདན་དྲངས་པ་རེད། དེ་འདྲ་བྱེད་ཀྱི་ཡོད་པ་རེད། གང་ལྟར་མདོར་ན་རྩིས་ལུགས་པ་དང་རྩིས་ལུགས་པ་གི་སློབ་མ་པཎྜི་ཏཱ་ཨཱཅཱརྱ་དེ་ནི། དུ་བཤད་པ་ཆེ་ཆུང་གཉིས་སོགས་བརྒྱུད་ནས་རྒྱ་གར་དུ་དུས་འཁོར་གྱི་བསྟན་པ་དར་ཞིང་རྒྱས་པ་དང་ལྷག་པར་དུ་སེམས་འགྲེལ་སྐོར་བསམ་ཚེ་འདི་སྐབས་ཀྱི་སེམས་འགྲེལ་ཟེར་བ་དེ་བྱང་ཆུབ་སེམས་དཔས་མཛད་པའི་འགྲེལ་བ་ལབ་དགོས་ཡོད་པ་རེད་བྱང་ཆུབ་སེམས་དཔའ་ཕྱག་ན་རྡོ་རྗེ་དང་བྱང་ཆུབ་སེམས་དཔའ་རྡོ་རྗེ་སྙིང་པོ། རིགས་ལྡན་རྒྱལ་དཔལ་གྲགས་པ། ཁོང་རྣམས་ཀྱིས་མཛད་པའི། དུས་འཁོར་སྐོར་གྱི་འགྲེལ་བ་བསྟན་བཅོས་དེ་རེད་ཨང་དེ་ཚོ་རྒྱ་གར་དུ་དར་བ་རེད། རྩ་བའི་ཚིག་རྐང་གཉིས་ཀྱི་དོན་དག་མདོར་བསྡུ་ན་དེ་འདྲ་ཞིག་རེད།